འཛད་པ་ལ་དབང་འབྱོར་བའི་སྟོང་ཉིད་མཐར་ཕྱིན་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་བྱེད་དུ་ཅིར་བསྐྱེད་པ། གཡོག་གི་དུས་ཕྱོགས་མེད་ཀྱི་ཐབས་ཆག་ཏུ་གང་རེ་ཟེར་ན། ཚ་ཉིད་དང་ལྡན་པའི་བླ་མ་བསྟེན་ཚུལ། ཚ་ཉིད་དང་ལྡན་པའི་བླ་མ་རེད་ཟེར་ན་སྐབས་འདི་ནས་ཚ་ཉིད་དང་ལྡན་པའི་བླ་མ་རེད།

དེ་གི་དེ་དེ་དམ་དུ་མཚམས་བཞུར་རྒྱུ་མོ་ད་དེ་གི་གི་འགོག་སུམ་གུས་པའི་བུ་པར་བྱས་ཏེ་ད་ཆུ་ཟེ་རྒྱུ་རེ་རྒྱུ་དེ་ད་དམ་བྱ་བ་རེ་གཉིས་པ་དམ་བྱ་བ་དང་རྒྱུ་དམ་བྱ་བ་དུ་དེ་བརྟེན་པ་ནི་དྲི་མེད་རྒྱུན་མང་ལས་སོང་བ་མདོར་བསྡུ་བྱ་བ་འདི་ནི་གུས་པའི་ཉམས་པར་གྱིས་རྫིང་ཆུ་ཟག་སོང་རེ་རྒྱུ་དུ་ལེགས་ཚོགས་བསོད་ནམས་ཀྱི་རྩ་བ་མཆོག་ཏུ་ལྷུན་གྲུབ་ཀྱི་འབྱུང་གནས་མཚན་ལྡན་གྱི་བླ་མ་རིན་པོ་ཆེ་གང་དེ་ལྷ་ཁྱེད་ཀྱིས་མ་རིག་ཚིག་གི་ཐོག་བློ་འདས་ན་བདེན་གཅིག་འདྲིར་བ་འདི་འདྲི་ཟིག་སྐུ་བདེ་གཉན་ལྷ་ཆེ་ཆུང་ཡོངས་འདྲི་ཟིག་དུ་གཞི་བཞག་ཡོད་དེ་ཡིན་དུས་བླ་མ་རིན་པོ་ཆེ་དེས་སྐབས་འདིར་སྤྱིར་ལྟར་བསྟན་ཚུལ་བཤད་པ་འདི་ནི་གལ་ཏེ་རང་བཟོའི་བཀོད་པ་ཡིན་ན་ཡིད་ཆེས་པའི་གནས་སུ་མི་རུང་བས་ཁྱེད་ཀྱིས་འཆད་པ་འདི་ཅི་འདྲ་བ་ཞིག་ཡིན་སྙམ་ན་འདི་ནི་དྲི་མ་མེད་པའི་བཀའ་མདོ་རྒྱུད་མང་བོ་ལས་གསུངས་བ་འདིར་བཀོད་པ་ཡིན།

མདོར་བསྒྱུར་མང་བོ་ལས་གསུང་བ་འདིར་བཀོད་པ་ཡིན་པས་ཤིན་ཏུ་ཡིད་ཆེས་པར་བྱ་བ་རེད། འོ་ན་གཞུང་འདིར་བསྒྱུར་གང་ལེགས་གསུང་ཡོད་ནི་རེད་གང་ལེགས་བྲིས་ནི་རེད་རྫུས་ན། ཡང། གཙོ་ཆེར་བསྟོད་པའི་རྒྱུད་དུ། དཔལ་མཆོག་དང་པོའི་སངས་རྒྱས་དུས་ཀྱི་འཁོར་ལོ། ད་ལྟའི་བླ་མ་ལྔ་བཅུའི་མགོ་ནས་མཇུག་གི་བར་གྱི་བླ་མ་བསྟན་འཚེར་ཐམས་ཅད་བོད་དུ་བྱུང་རང་བཟོ་བཟོས་ཡོང་ནི་དུ་མ་རེད་འདིར་རྒྱལ་བ་རྡོ་རྗེ་འཆང་གི་རྒྱུད་ཀྱི་དགོངས་པ་རེད།

སྔགས་ཀྱི་རྟ་མཆོག་གཞན་རྣམས་ལ་བརྟེན་ནས་བཀོད་པ་རེད། དེས་ན་རྒྱུད་དེ་དག་ལས་ཤེས་པར་བྱས་པའི་ཆོ་ག་འདུམ་བཟོ་རྩོམ་རྣོ་དོན་དག་མེད་ག་བསམ་ན། རྒྱུད་སྡེ་དེ་དག་ནི་བཤེས་གཉེན་བསྟེན་ཚུལ་བསྟན་ཡོད་གི་དེ་ཡོད་མོད་ཀྱང་ཤིན་ཏུ་རྒྱས་པ་དང་ལྐོག་འགྲོ་པ་དང་སྣ་ཚོགས་སུ་འཐོར་ཡོད་པའི་སྐབས་འདིར་དེ་དག་ཐམས་ཅད་བོད་སར་མདོར་བསྡུས་ནས་འཁྲུགས་པ་རྡེབ་རྡེབ་བྱས་པས་ན་དོན་མེད་པ་ག་ལ་ཡིན་ཏེ་ཤིན་ཏུ་གོ་སླ་ཞིང་དོན་ཆེན་པོ་དང་ལྡན་པ་ཉིད་དོ།

དང་གཉིས་པ་བར་དོར་དགེ་བ་གཞུང་དོན་བྱ་རྒྱུ་རེད་བར་དོར་དགེ་བ་གཞུང་དོན་བྱ་པ་དེ་ལ་གསུམ་འདྲི་གི་ཁོང་བསྡུས་ནས་བཤད་ན་དེ་གོ་བདེ་གི་མ་རྟོགས་མིན་ད་འདས་ཅིག་འབྲེལ་བ་ཕྱིར་གྱི་མདོག་གསར་རྒྱ་མཚོ་འདྲེན་འདྲེ་རྗེས་བདག་ཉིད་ཆེན་པོ་མཚོ་འདྲེ་ཅིག་བླ་མ་ལྔ་བཅུའི་འབྲེལ་བ་མང་བོ་ཡོད་ས་རེད་འདི་ནི་འོན་ཀྱང་དེ་སུའི་ནང་ན་ཁོང་རྣམ་པ་མཁས་པ་ཡིན་ནི་རེད།

དེ་ཡང་དེ་གི་བླ་མ་བསྟེན་ཚུལ་བསྟེན་ཚུལ་བཤད་པའི་དུས་བཤད་ནས་སྣོད་རུང་དུ་ཇི་ལྟར་བྱ་བ་གསུམ་གྱི་ནང་བསྡུས་ནི་རེད་གོ་གི་ན་བླ་མ་བསྟེན་ཚུལ་བསྟེན་ཚུལ་བཤད་པའི་དུས་བཤད་ནས་སྣོད་རུང་དུ་ཇི་ལྟར་བྱ་བ་གསུམ་གྱི་ནང་དུ་བསྡུས་ནས་དང་པོ་བླ་མ་བསྟེན་ཚུལ་ལ་ཕྱིར་བསྟན་པ་དེའི་དམིགས་བསལ་བསྟེན་ཚུལ་གྱི་དོན་བསྡུ་བ། དེའི་ནང་གི་ཕྱིར་བསྟན་པ་ལ་མཚོན་ན་དངོས་ཀྱི་དོན་དེ་ནི་གཞལ་བྱུང་གི་དོན་གཉིས་དེའི་སྟེང་དངོས་ཀྱི་དོན་ནི་མདོར་བསྟན་འདིར་རྒྱས་བཤད་དེ། མདོར་བསྟན་ལ་བླ་མ་ལ་གུས་པར་བྱ་བའི་འཐད་པ་གུས་པ་བསྒྲུབ་པའི་ཚུལ་གུས་པའི་ཡུལ་དང། རྟེན་བརྟག་པ་གསུམ་གྱི་ནང་གི་དང་བོ་བླ་མ་ལ་གུས་པར་བྱ་བའི་འཐད་པ་ལྟ་འདི་རེད། འདི་ཡང་དག་ཟབ་ཆོས་སྒྲིག་ལུགས་དེ་ཡང་ཅིག་སྣ་ཚོགས་སུ་དུ་ཡོད་དགོས། ཅིག་ཚར་ཆེན་ལོག་སར་རྒྱ་མཚོ་འདྲི་ཟིན་ན་འདི་ཕྱི་དོན་གཞན་འདྲི་ཟིན་གྱི་ཁོང་དུ་བསྡུས་བཤད་མི་འདྲི་ཟིན་ཁར། ད་རྒྱུད་བདག་ཉིད་ཆེན་པོ་ཡང་འདི་ལ་ཟབ་ཅིག་འཇོག་ལུགས་འདི་འདུག་ད་གང་ཡིན་ན་ཅིག་ད་རྒྱུད་བདག་ཉིད་ཆེན་པོ་འདི་ཟབ་ཅིག་འཇོག་ལུགས་འདྲ་བོའི་དབང་དུ་བཏང་ནས་ད་ལྟ་ཨ་ན་མ་ན་ཟི་ཅིག་གང་ས་བླ་སྤྲུལ་གི་ཡོང་ཡོད་ནི་མེད་ནི་ད་རུང་དེ་བརྟག་བཅོས་མ་ཡོང་ད་འོན་ཀྱང་དེ་ཕྱོགས་སུ་ཁ་འདྲ་བོ་ཕྱོགས་དེ་ཟབ་ཅིག་ཏུ་ལྕགས་ཀྱི་གཟུགས་བསྡད་གི་འདི་ཟིག་བསམ

ཉེན་ཁར་བཤད་འོས་པ་ཡིན་ནོ་སློབ་དཔོན་བླ་མས་དེ་བཞིན་བཤད་དེ་དེ་དེ་འདྲའི་དེ་གམ་མཚན་ལྡན་གྱི་བླ་མ་རྡོ་རྗེ་སློབ་དཔོན་དེ་ལ་ནི་དེ་བཞིན་བཤད་པ་ཤར་ལྷོ་ནུབ་བྱང་ཕྱོགས་བཞི་མཚམས་བརྒྱད་དེ་ཕྱོགས་ཀྱི་འཇིག་རྟེན་ཁམས་ན་སུ་དང་གང་བཞུགས་པ་རྣམས་ཀྱིས་ཀྱང་དུས་ལྔ་དྲོ་དང་ཉིན་གུང་དང་ཕྱི་དྲོའི་ཐ་མའི་ཐུན་མཚམས་གསུམ་དུ་ནི་མངོན་པར་བཤོལ་ནས་བཤགས་འཚལ་བར་བྱེད་ན་དམིགས་སོ།

རྟེན་འབྲེལ་མཚན་ཉིད་དང་ལྡན་པའི་བླ་མ་ལ་ཐུགས་བསམ་གྱི་སངས་རྒྱས་ཐུགས་ཀྱི་བྱང་སེམས་གསལ་རྒྱལ་བླ་མ་སོགས་བཤོལ་ནས་གཤིན་རྗེའི་བསླབ་བོ། ཕྱག་འཚལ་ལོ། དེ་འདྲའི་དགོངས་རྣམ་པ་ཚུལ་གཅིག་གཤིན་རྗེའི་བསླབ་པར་གཏམ་བྱ་བ་ལ་སོགས་པ་དཔེར་ན་བླ་མ་རྡོ་རྗེ་འཆང་སོགས་མྱ་ངན་ལས་འདའ་ར་མཁན་ང་འཆི་སོང་ནས། ཨོའེ་ཁྱོད་སེམས་མ་སྐྱོ་ང་འདི་མོ་ཟི་རེད་དེ་འོན་ཀྱང། མི་འགྱང་བར་ང་ནུས་པ་ཅན་དུ་གྱུར་ནས། ཁྱོད་ཀྱི་རོགས་ཡེ་དག་བཞེས་ལ་གསུངས་པ། ནང་བཞིན་དུ། དབུགས་སུ་ཆུ་ཟེར་སྒོ་འགྲོའི་འོག་ཏུ་སྦྱར་བའི་བཀའ་དང། དེ་བཀའ་མདོར་བསྒྱུར། དགོངས་འགྲེལ་རྟ་མཆོད་རྩ་བརྒྱུད་བླ་མའི་ཛཔ྄་རྣམ་ཐར་གྱི་ནང་ན་འཕར་ལྟས་གསེར་གསེར་གྱི་འདི་མོ་གི་ལོ་རྒྱུས་གསུམ་པོ་བདེན་དཔང་ཚད་ལྡན་དམ་ཆོས་པ་མང་བཟོ་དུ་ཡོད་ངེས་ཅན་རེ་ཆོས་གང་དང་གང་བཤད་ན་དེས་ན་དེ་དག་དམ་ཆོས་པོ་ལོ་རྒྱུས་དག་བསྒྲགས་ནས་རྣམ་ཐར་དག་ཞིབ་ཏེ་བཤད་ན་དང་ཧ་ཅང་བསོད་གོ་བདེ་མོ་འདྲ་འདྲ་ཟེར།

ཕྱག་མཚར་བར་བསྟན་པ་རེ་ཕྱག་མཚར་དགུ་པར་བསྟན་པ་ཕྱག་མཚར་བར་དབུ་པར་བསྟན་པ་ཕྱག་མཚར་ཚར་དུ་མ་འདྲིར་མེ་ཏོག་དང་བཅས་པ་འབུལ་ནས་ཕྱག་མཚར་ཚར་དུ་བསྟན་པ་རེ་དག་བསྟན་དེ་དམིགས་སར་ལྗང་པོ་རེ་ཨ་གུས་པ་བརྒྱུད་པའི་ཚུར་ལག་གཉིས་ཡོད་པའི་ནང་གི་གཉིས་པ་དམིགས་སར་དམིགས་སར་བསྟན་སྐྱེས་པོ་ཧོ་ལོ་ཀ་བཞི་པ་རེ་ཁྱིམ་པ་འམ་ནགས་གསར་བུ་ལ་འཇིག་རྟེན་དམོད་པ་སྤང་བའི་ཕྱིར་གཏམ་བཅུ་ལ་སོགས་འདི་ལོ་བདར་ཏེ་བསྟུར་གཞུག་འཛིན་པའི་ལུས་ཞབས་བྱ། གཞན་གྱི་དོན་འདི་ཇི་བཞུགས་སྲོག་འཁོར་གྱི་གཞི་ན། རང་ཉིད་རབ་བྱུང་ཡིན་པ་ལ། རང་གི་ལམ་ནག་རྡོ་རྗེ་སློབ་དཔོན་ཁྱིམ་པ་ཡིན་པ། རང་ཉིད་བསྙེན་རྫོགས་སྒོས་ཚུར་ལོངས་ཡིན་པ་ལ། ལམ་ནག་རྡོ་རྗེ་སློབ་དཔོན་རབ་ཏུ་བྱུང་ཡོད་རུང་བསྙེན་པར་མ་རྫོགས་པའི་དགེ་ཚུལ་ཡིན་པའམ། ཡང་བསྙེན་པར་རྫོགས་ནས་དགེ་སློང་བསྒྲུབས་ཡོད་ན་ཡང་རང་ཉིད་སྔོན་ཉིད་ཀྱི་ནས་ལྷག་པ་བརྒན་པ་ཡིན་ནས་བླ་མ་དུ་རང་གི་བླ་མ་དུ་རང་ལས་ལྷག་པ་གཞོན་པ་དུ་མོ་གི་ནང་དུ་གསར་བུ་ད་ལོ་ཆུང་ངུ་དེ་ནི་ལྷག་པ་གསར་བུ་ཟེར་བ་དགེ་སློང་གི་སྡོམ་པ་རྒྱུད་ད་བཟང་ཡང་ཉིན་ཁ་ཤས་ཨ་མ་ན་ལོ་ཁ་ཤས་ཨོ་ད་ཟླ་བ་ཁ་ཤས་དུ་མོ་ཟི་མི་སོང་མེད་ནས་དུ་མོ་ལྷག་པ་གཞོན་པ་ཡིན་ན་འདི་དམིགས་བསལ་ཟི་སོང་གི་ཡོད་རེད། གོང་དུ་བཤད་པའི། མ་འདྲེར་མེ་ཏོག་དང་བཅས་པའི་ཚོང་འོག་གི་སྒོག་སམ་སྐུད་པའི་སྔ་དྲོ་སྙིང་གོང་བསུ་དྲོ་དེ་ནི་ཕྱག་འཚལ་གྱི་ཨུ་རེ་རྫས་ན། ངེས་པར་དུ་ཉེན་ཁར་བཤད་དགོས་མོད། ཕྱག་ཡང་འཚལ་རིགས་ཏེ། འོན་ཀྱང་འདི་ཐབས་ལ་མཁས་པའི་སྒོ་ནས་ཉེན་ཁར་དང་ཕྱག་འཚལ་དགོས་མོད་འདི་ཐབས་མཁས་སུ་ཡང་དགོས་ལ་གསུངས་སོ། ཨོ་ཡ། བོད་ཀྱི་ཆུ་ཟེར་དུས་ནི། འདི་འཇིག་རྟེན་སྨོད་པ་སྤངས་བའི་ཕྱིར་གསུངས་གོ། དཔེར་ན། རང་ཉིད་རབ་བྱུང་བ། ལྷོ་ཀོན་ཁྱིམ་པ་རང་ཉིད་དགེ་སློང་ལྷོ་ཀོན་རབ་བྱུང་ངམ་དགེ་ཚུལ་ལྷ་བྱུང་ཡིན་པ་དེ་དག་ལ་བྱང་ཚར་བ་སྐབས་སུ་བབས་པའི་ཚེ། དངོས་སུ་ལུས་ཀྱིས་བཤགས་བྱས་ན། འཇིག་རྟེན་གྱི་ཁ་ཟས་འདྲ་ཅི་ག་མེད་ན་འཚ་དགོས་ནི་རེད། དངོས་སུ་བཤགས་འདྲ་བྱས་བཞག་ན་འཇིག་རྟེན་གྱི་ཁ་ཟས་རམ་གཏམ་པ་ལ་གཞིག་བཞམས་འདྲེན་དང་ནི།

དེའི་མཚོན་དེ་རང་བཞིན་གེགས་སུ་གཅིག་དགེ་ཚུར་ལོངས་ཐམས་ཅད་ཀྱི་ནི་གཅིག་དད་པ་འདུན་པ་གསང་ས་རེ་བ་ཆེ་ས་དུ་མོ་གཟུགས་ཀྱི་ནི་རང་བཞིན་གྱི་གཅིག་དགའ་བོ་གཟུགས་དང་གཅིག་ཁྱིམ་པ་གཟུགས་གཅིག་ཕྱག་འཚལ་གྱི་འདུ་ཁོ་ནི་དེ་གཉིས་འབྲེལ་བ་དང་ནི་དེའི་དགོས་དབང་གང་ཡང་མི་ཤེས་ནས་མི་རང་ག་བ་གི་ལྟས་ན་ཨ་ཙི་སྔོན་མ་ཉེ་དུས་ཐུག་ན་ཁྱེད་ཕྱག་འཚལ་འཇམ་པོ་འདྲེན་འདྲིའི་རྣམ་པ་དང་སེམས་ཚོར་དུ་མོ་ཡོངས་ཀྱི་ཉེན་ཁ་ཡང་ཡོད་ཚོད་རེད་དུ་མོ་གི་དབང་གིས།

བླ་མ་ལ་རང་གི་གདན་བཏབ་པ་དང་གདན་བཏབ་པ་དང་སྡང་བ་དང་བཅས་དུས་དེ་དག་གདན་བཏབ་པ་ཟིན་ན་བཞུགས་གདན་གྲ་སྒྲིག་ཡས་རྒྱུ་དག་ཏུ་གི་བཞུགས་སའི་གདན་བཏབ་རྒྱུ་དེ་ནས་བཞུགས་མཛད་རྒྱུ་དེ་དག་བཞུགས་གདན་འཕར་རྒྱུ་འོ་ད་ལྟ་མོ་གི་བཞུགས་ས་གྲ་སྒྲིག་ཡས་རྒྱུ་དེ་ལ་སོགས་པའི་ཡིག་བརྡ་ཀུན་བཏབ་དགོས་ནི་རེད་གདན་བཏབ་པ་དང།

ཡན་ལག་རིགས་ལྔ་དང་མགོ། ནི་ལག་པ་གཉིས་ཀ་རྐང་བ་དེ་ནི་ཡན་ལག་རིགས་ལྔ། ནི་སར་གཏུགས་པའི་སྒོ་ནས་བཤགས་འཚལ་བ། དུ་ཁ་ཟེར་ཡོད་ན་ཐབས་ལ་མཁས་པའི་སྒོ་ནས་བཤགས་འཚལ་ཚུལ་གང་ལ་བཤད་བཞག་འབྲས་དུ་ཐབས་ལ་མཁས་པ་མ་གཏོགས་མི་ནི་ཆུ་བྱུང་གང་བྱུང་ངམ་དུག་མཚར་རྒྱུ་ལྕམ་པོ་དུ་ཅིག་གཟབ་དགོ་གི། གཏམ་པ་ཁ་ཟེར་ཡོངས་ཀྱི་ཉེན་ཁ་ཡོད་གི། གཅིག་རེ་མིན། དེ་ལས་གཞན་པའི་འདི་ན་དམ་པ་མིན་ལུས་སྤངས་ཏེ་འདི་དམ་པ་མིན་པའི་ལུས་དེ་གི་ཡང་བླ་མ་དེ་ཁྱིམ་པ་ཟིག་ཡིན་ན། དེ་གི་རྐང་བ་དར་དགེ་ཚུར་ལོངས་དེ་སློབ་མ་དར་དགེ་ཚུར་ལོངས་དང་སེར་ནག་གི་ཉི་མ་འདྲ་ཟེར་དཔེར་ན་ཅིག་གཏི་མུག་གི་བསམ་གྱིས་མི་ཁྱབ་པ་ཟེར་ན་སོང་ཡུལ་དགའ་པོ་རྐང་བ་བྲོས་འདུག་རྒྱུ་འདྲ་འདྲ་འོ་གཏི་མུག་གི་ནི་རྐང་བ་བྲོས་རྒྱུ་འདྲ་འདྲ། དེ་གི་དེ་མི་ཚེ་བྱང་ཆུབ་འདོར་རྒྱུ་འདྲ་འདྲ་བྱང་ཆུབ་ཤི་རྒྱུ་འདྲ་འདྲ་འོ་དི་ཆ་ག་ཟེར་འདྲ་དམ་པ་མིན་ལུས། འདོར་ཆགས་ལ་སོགས་པ།

དེའི་རྟེན་གཞིའི་ཐུགས་ཀ་དམ་པ་མིན་ལི་ཡི་ཁ་ཟུར་ཡོད་པའི་རིགས་ཐམས་ཅད་བོད་དུ་ནི་དེར་སྒོ་གང་ཡོད་ན་སྤང་དགོས་བར་དུ་འདེམས་ཆོག་ལྟོས་འབྲེལ་དུ་ཡང་ཕྱག་འཚལ་བ་དང་རྐང་བ་འགྲོ་བ་སོགས་ཀྱི་ཉེན་ཁར་མི་བྱེད་དོ། ཕྱག་མི་འཚལ་བ་ནི། ཆོས་བཤད་པའི་སྐབས་ལེགས་བཤད་འདི་ཡིན་པས་ཆོས་འཆད་པའི་ཚེ་ན་པོ་ཏི་ལ་སོགས་པ་མདུན་དུ་བཞག་སྟེ་ཕྱག་བྱ་བར་བཅོམ་ལྡན་འདས་ཀྱིས་རྒྱུད་ལེགས་གསུང་བར་བཤད་དོ།

དེ་མཐའ་དགག་པའི་ཕྱིར་དུ་དེ་བཤགས་མི་བྱ་བར་གསུང་བ་དེར་དགག་དབང་གི་ཡིན་གྱི་མིན། ཡུལ་འགའ་ཞིག་ན་དགག་བྱ་དེ་གཏན་ལོག་འདུག་ད་ཡུལ་འགའ་ཞིག་ན་དེ་དགག་བྱ་མེད་ནི་ཡོད་འདྲེ། དེ་རང་གར་ཟངས་རི་ཅན་འཛམ་གླིང་གི་ཡུལ་གྲུ་སོ་སོ་ན་གཏི་མུག་གི་དགག་བྱ་རྩ་བ་ནས་མེད་ནི་ཡོད་འདྲེ་ཡ་ད། གར་ཡང་གར་ན་རིགས་རྒྱུ་ཡོད་འདྲེ་གོ་རྒྱུ་ཡོད་འདྲེ་ཤེས་རྒྱུ་མང་འདྲེ། དེ་གཏི་མུག་གི་ནི་དེ་གར་དགག་བྱ་དག་དེ་གཏན་ནས་ལོག་ད་དོན་ཟིན་ན་ཡུལ་དེ་འདྲ་བ་རྣམས་སུ་བཤགས་བྱ་ན་ཆོག་ནི་རེད་གལ་སྲིད་མེད་ན་དགག་བྱ་མེད་ན།

ཨ་ཏི་མི་ཟིན་འདས་པའི་གཏམ་དཔེ་བཞི་མ་འདིར་བ་དུ་ཉམས་སོང་འདུག་ན་སངས་རྒྱས་ཀྱི་གཏམ་པ་ཡོད་ཟེར་རུང་གཟུགས་བརྙན་ཙམ་ཙམ་ལྷག་མེད་ཟེར་བ་གོ། དེས་ན་འདིར་བའི་གཏམ་པ་དེ་དག་ཉམས་མི་ཉམས་ཀྱིས་སངས་རྒྱས་བཅོམ་ལྡན་འདས་མྱ་ངན་ལས་འདས་ཏེ། གཞན་དག་གཞན་ཐམས་ཅད་པོ་ཁོང་གི་གཏམ་པ་ཡིན་གཏམ་པ་ཡིན་ཟེར་རྒྱུ་ཟིན་མོད་ནི་འདི་ཆོས་སྟོན་པ་ཡིན་ཟེར་སྟོན་དང་གཏམ་པ་གཉིས་ཀར་དངོས་པོ་ནི་ཁེ་རེ་མེད་ཀི་ད། ལྷག་པ་ཚུལ་ཁྲིམས་ཀྱི་བསླབ་པ་རིན་པོ་ཆེ། བརྗོད་བྱར་སྟོན་པའི་འདིར་གཞུང་ཡིན་ན་ཆོག་གོ་དེའི་བརྗོད་བྱ་ལྷག་པ་ཚུལ་ཁྲིམས་ཀྱི་བསླབ་པ་རིན་པོ་ཆེ་ཡིན་ན་ཆོག་གོ་འདི་གཉིས་ཀ་ནི། ཨོ་ཡ་ཁྱེད་རང་རྣམས་ཀྱི་སྟོན་པ་ཡང་ཡིན་ལ་བསྟན་པ་ཡང་ཡིན་འདིར་སྟོན་དང་བསྟན་པ་གཉིས་ཀྱི་བསྔགས་བརྗོད་ཡོད་ས་ཟིག་ཨ། འདིར་བ་དག་ན་ལྷག་པ་ཚུལ་ཁྲིམས་ཀྱི་ལྷ་བ་རིན་པོ་ཆེ་འདི་ལས་གཞན་གང་ཡང་མི་འདུག། དེས་ན། འཇུ་ཆེན་དྲི་མེད་འོད་ཀྱི་ལྟ་སོགས་ན། དགེ་སློང་རྡོ་རྗེ་འཛིན་པ་ཡུལ་བཞིན་དུ་དབྱར་དུ་ནི་ཁྱིམ་བདག་རྡོ་རྗེ་འཛིན་པ་བླ་མར་མི་བསྟེན་མཛད་ཀྱིའོ། བསྟན་པའི་གཞི་མ་འདིར་བ་འདི་ཧ་ཅང་གལ་ཆེན་པོ་ཡིན་ནི་རེད་འདི་ཆ་རྐྱེན་མཉམ་འཇོག་གིས་དགོས་ས། འདི་ཡོད་ན་བསྟན་པ་ཡོད་འདི་མེད་ན་བསྟན་པ་མེད། འོ་དེ་བས་དེ་གི་དེ་ལ་ཆེས་ཆེར་གུས་པར་བྱ་བའི་ཕྱིར་འདི་རུའི་བསྟན་པ་དེ་རྣམ་པར་དག་བསྡད་ན་དེ་ལ་བརྟེན་ནས་བསྟན་པ་ཡི་རང་དེ་གནས་འདུག་འདྲེ་བསྟན་པ་ཡི་རང་གནས་ན་འགྲོ་བ་ལ་ཕན་བདེ་ཡོད་འདྲེ་དཔེར་ན། ནམ་མཁའི་ཁམས་ན་ཉི་མ་ཡོད་ན་ཉི་ཟེར་མཁའ་ལ་འཕྲོ་ནི་རེད་མཁའ་ལ་ཉི་ཟེར་འཕྲོས་ན་མུན་པ་བསལ་ནི་རེད། ཉི་མ་ཅི་ཕྲད་ཡོད་པ་དེ་ཕྲད་དུ་ཉི་ཟེར་ཡོད་ནི་རེད། དེ་ནང་བཞིན་བསྟན་པ་ཅི་ཕྲད་ཡོད་པ་དེ་ཕྲད་དུ་སེམས་ཅན་ལ་བདེ་སྐྱིད་ཡོད་ནི་རེད། སེམས་ཅན་བདེ་བའི་དོན་དུ་བསྟན་པ་ཡི་རང་གནས་དགོས་འདྲེ་བསྟན་པ་གནས་དགོས་ན་བསྟན་བསམ་འདར་བ་རེད། རྟགས་ཙམ་བསྒྱུར་བ་དང་ནི་བསྟན་པ་ཡན་ལག་གཉིས་པར་བྱ་བའི་ཕྱིར་དུ་དགོངས་པ་ཡིན་ཕྱིར་འདི་ལ་བཤད་བྱ་མང་གི་ད་ད་རེ་ཞིག་དེ་ཙམ་གྱིས།